སྐུ་ཚེ་ཞིག་ད་ང་ཚོའི་འགྲོ་སྟངས་ཡིན་ནའི་རེད་མཚོན་སྟངས་ཡིན་ནའི་རེད་རེད་པ། མི་དེ་གི་ཕྱི་ཚུལ་དང་ནང་ཚུལ་བལྟས་རྗེས་མིང་བཏགས་པ་དེ་སུ་འོ་རེད་པ། བྱས་ཙང་ཡིན་ན་ང་ཚོའི་གི་ནམ་རྒྱུན་བསླབ་གྲྭའི་འཚོ་བའི་ནང་དེ་འདྲས་འདུག་གས་ཁོང་ཚོ། འོ་ད་མང་པོ་ཞི་བོ་ཡོད་འདྲ་རེད་འདུག་གས་ལ། ད་ཏག་ཏག་རེད་ངས་དྲན་བཟོས་ཡ་ལ་དཔེ་ཆ་བཞག་ན། བདེ་སྐྱིད་ཡག་པོ་ཞིག་རག་ཡོད་རེད། མོ་རང་ལ་སྐྱབས་སྦྱོང་བྱེད་ཡག་གི་དཔྱད་གཞི་ཧྥུའུ་ཞི་ཙི་ལའོ་ཟེར་བ། རྩིས་སྤྲོ་དེ་འདྲས་ཡོད་རེད་ང་མ་ཤི་ང་ཚོའི་རྩིས་འབྲས་བསླབ་གྲྭ་གཞན་པ་ལ་དཔྱད་བསྟན་གྱི་མ་རེད་བྱས་ཙང་བདེ་སྐྱིད་རྩིས་སྤྲོ་བྱས་ཡོད་རེད། ད་བྱས་ན་ང་ཚོའི་རྩིས་འབྲས་པར་འདྲ་ལ་རེད་བ་འཛིན་སྟངས་ལ་ཧཱུྃ། ཁོ་པའི་བྱ་དེ་ག་རེ་ཡོད་མ་རེད། ཁོས་ག་རེ་ཡིན་ནའི་ལས་ང་ཚོའི་དཔའ་འབྲུག་རི་ལ་ལན་བསྐྱེལ་རེད་ཧཱུྃ། རི་བས། བྱས་ཙང་དགེ་ལགས་དཔའ་འབྲུག་དེ་འཛིན་བདག་ལགས་ཀྱིས་འཛིན་གྲྭའི་གནས་ཚུལ་མ་ཤེས་པ་ཡིན་ན་འཛིན་གྲྭ་དགེ་ལགས་ཀྱིས་དོ་དམ་ག་འདྲས་བྱེད་དགོས་རེད་འཛིན་གྲྭ་ཡར་རྒྱས་ག་འདྲས་གཏང་དགོས་རེད། རེད་བ། ཨོ་ཡ་ད་བསམ་གཞིག་གོ་གདོ་བ་ཆེ་ཙག་གེ་ལ་ད་ད་འདི་ཁོ་ན་ཚོ་ད་འདི་རྒྱུས་ངན་བྱས་པ་ཡིན་ན་གང་ག་ལོ་ཐུར་འབྲིང་གི་རེད་བ་ལོ་རིང་གཉིས་པའི་ཧཧཧཧ་ང་ད་བསམ་བློ་ཁོག་ཆུ་དཀའ་ལས་ཞི་བ་ཡོད་དངོས་གནས་ཡིན་སྐབས་དེ་དུས་དངོས་གནས་དགོན་བདག་གཉིས་མ་ཁུག་ཞོ་གས་སློབ་ཚན་ལ་སྙིགས་འཇོག་རྒྱབ་ཧཧ་བྱས་མ་ཟིན་རེད་བ་ད་ང་རང་ཚོ་ག་རེ་ཟེར་ན་གཅིག་ནས་ཨ་ཕྱི། རྫིང་འབྲུ། གྲོང་པའི་རྫིང་འབྲུ་དེའི་སྤུ་གུ་བུ་དེ་བལྟས་སོ་ཚ་ལ། རེ་བ། ཨ་ཕྱི་བུ་མོ་ཕན་འདོགས་ཀྱི་རྐང་པའི་རྩེ་ནས་སྙིང་རྗེ་ལ། ཨ་ཕྱི་ལྟ་ངན། ད་རིང་སློབ་སྦྱོང་གི་སྦྱངས་འབྲས་དེ་ད་དཔེ་སངས་སོ། རྒན་ལགས་ཀྱང་སྟོད་སྔགས་བཏོན་མཁན་མི་འདུག་རེ་བ། ང་རང་ཧུར་ཐག་པ་ལྟར་བྱས་ནས་ཡང་ཤིན་ཏུ་ཆེ། ཨ་ཕྱི་ཨ་ཁ། རེ་བ། ད་གནོད་ཤུགས་མང་པོ་སྤྱོར་སྟངས། ང་ཚོས་བསམ་ཚོད་ཐུབ་པ་མང་པོ་ཡོད་རེད་ཁྱི་ནག་ཚོས་ཀྱིས། སེམས་ནང་བློ་ལ་དཀའ་ངལ་དཀའ་ལས་དག་ན་ཞེ་ཨ་ཚིག་དང་ག་འདྲ་ཆེ་བས་ན་ང་གསོལ་བ་བཤད་དགོས་ཡིན་ན་བཤད་དགོས་རེད་མ་རེད་རེད་པ་གལ་ལ་དེ་འདྲས་གང་ལ་ང་ཚོའི་སློབ་མ་ཚོས་གི་ཐབས་ཤེས་ཡག་ཞུས་ད་ཐེ་བྲིན་དེ་ཚོས་ཞེ་དྲག་ཡོད་མ་རེད་བྱས་ཙང་མའི་རིལ་བུ་གཅིག་གིས་ང་ཚོའི་སློབ་མ་ཚོ་ཡང

དེ་འདྲས་སུ་རེད་ཤག་ད་ད་ལྟ་གོང་ལ་ང་རང་ཚོས་དེ་ཨོ་ལ་ལགས་ལོ་ཤས་ནང་ལོགས་རེད་རྒན་ལགས་རྣམ་ཚོས་གསུངས་སོང་ང་ཚོ་མིའི་མེ་ཚེ་སྲིད་ཉེ་དེ་ནང་ལོགས་ལ་ཡང་གནོན་ཤུགས་རིགས་སློབ་མ་ཙམ་མ་རེད་སྤྱི་ཚོགས་ཁང་མིར་གང་དགའ་འཕྲད་གི་ཡོད་རེད་བ། ལ་རེད། ད་དེ་འདྲས་སུ་གཅིག་བལྟས་ཡོད་འདོད་ཟེར་ནས་གནོན་ཤུགས་འཕྲད་ཡག་གི་རྒྱུ་རྐྱེན་ག་རེ་རེད་འདོད་ཟེར་ལབ་ཡིན་ན་ཕྱི་རྐྱེན་ཡོང་ཡག་རེད་ལ་ནང་རྐྱེན་ཡོད་རེད་ད་ཕྱི་རྐྱེན་དང་ནང་རྐྱེན་ཟེར་ལབ་ཡིན་ན་མི་གཞན་དག་དང་འབྲེལ་བ་ཡོད་རེད་ད་ག་ནང་བཞིན་སློབ་སྦྱོང་དང་འབྲེལ་བ་ཡོད་རེད་དེ་འདྲས་སུ་གནོན་ཤུགས་ལེགས་ཡོད་རེད་ད་འོན་ཀྱང་སོ་སོ་རང་ཉིད་ལས་འབྲེལ་བ་ཡོད་རེད་ད། རེད་བ། གཙོ་བོ་དེ་ག་རེ་ཡིན་ན། དཔེ་ཆ་བཞག་ན་སོ་སོའི་ཅིག་སེམས་ཚོར་སྙོམས་སྒྲིག་གི་ནུས་པ། རེད་བ། ད་ག་ནང་བཞིན་ཅིག་བློ་རྒྱ་ཆེ་ལོས། རེད་བ། དེ་འདྲ་ཡིན་དུས་བཙལ་ནས་ང་ཚོ་ལ་ཡང་གནོན་ཤུགས་ཕྲད་པའི་སྐབས་སུ་ང་ཚོས་ཕྱོགས་གཉིས་དེ་གཉིས་ཆ་དགོངས་པ་བཞེས་དགོས་པ་གལ་ཆེན་པོ་རེད། ད་ཕྱི་རྒྱལ་ལབ་ཡིན་ན་མི་གཞན་དག་དང་སློབ་སྦྱོང་གནོན་ཤུགས་དང་དེ་ཚོ་ལམ་སང་ཕ་མས་བཟོས་ཆོག་ཆོག་ཅིག་ཡོད་མ་རེད། རེད་བ། དངོས་ཡོད་འཚོ་བ་ནང་ལོ་ལ་མང་པོ་ཞིག་ང་ཚོས་གདུང་ཐུག་མ་བྱས་རང་བྱས་རེད། འོན་ཀྱང་ཁ་མཆུ་གློག་ཅེས་སོ་སོ་ཡག་ཅིག་བལྟས་པ་ཡིན་ན། སྙོམས་སྒྲིག་བྱེད་སྟངས་དེ། སྙོམས་སྒྲིག་བྱེད་ཡག་གི། བྱེད་སྟངས་དེ།
ཐབས་ཤེས་དུ་མ་གསུམ་ནི་ཡོད་རེད།
འོ་ལེ།
བྱས་ཙང་འདི་ཡིན་དུས་ཟེར་ནས་དཔེ་ཆ་བཞག་ན་ང་ཚོས་ག་དུས་ཡིན་ནའི་ལས། མིའི་མིག་གི་ནང་ལ་འཚོ་བ་བསྐྱལ་ཡག་དེ་ཉུང་ཙོ་བྱས་རེད་བ། མཐར་ཐུག་ནས་བཤད་ན་སོ་སོའི་མི་ཚེ་སོ་སོས་བསྐྱལ་བ་རེད་རེད་བ། དེ་ཡིན་དུས་ཟེར་ནས་གཙོ་བོ་གཙོ་བོ་དེ་སོ་སོ་རང་ངོ་རང་གིས་ཤེས་པ་བྱས་རེད་བ། དེ་གཅིག་རེད། ཨ་ནི་དམིགས་བསལ་གྱི་དུས་ཚོད་དཔེ་ན་ཆ་བཞག་ན་ཡིག་རྒྱུགས་སྟངས་ཀ་ལམ་པ་ཡིན་པ་ཡིན་ན། ཨ་ཅང་ཅང་སུ་ལ་ཡིན་ནའི་གནོན་ཤུགས་ཡོང་རེད་ཨང་རྒན་ལགས་ཚོ་ཡིག་རྒྱུགས་ལ་ཞུགས་པ་ཡིན་ནའི་ལས་གནོན་ཤུགས་ཡོང་གི་རེད། བྱས་ཙང་འདི་འདྲས་ཡིན་དུས་ཟེར་ནས་ཨ་ནི། ཁ་ཕར་སློག་བྱས་ཨ་འདིས་འགྲིག་གི་མི་འདུག་ཕི་གིས་འགྲིག་གི་མི་འདུག་ཡིག་རྩད་འདི་ང་གང་དྲག་འདིས་ང་གནོན་ཤུགས་སྤྲད་གི་འདི་མེད་མ་བྱས་ར་དང་ལེན་ན། དང་ལེན་ཟེར་དེ་གལ་ཆེན་པོ་ཞིག་རེད་ཤག་ཨ་ནི་དེ་ནས་དམིགས་བསལ་གྱི་དུས་ཚོད་ཡིག་རྩད་ལྟ་བུ་འདི་འདྲས་ལ་ཡ་དཔེ་ན་ཤག་བཞག་ན་ང་རང་ཚོའི་དབུགས་ལྡང་ཡ་བྱེད་བ་རེད་པ།

སྐྱག་རྫུན་མ་བཤད་ཨཱ། འོ་ཡིན་ད་ལྟ་སྨན་དེ་ཕན་པོ་ཡོད་ཡིན་ན་ཨཱ་ནི་དེ་མ་བསྡད་གོང་ལ་རེ་བ་རིག་པ་ཞིག་འགྲིམ་དགོས་བསམ་དུས་ཙམ་པ་ང་རང་ཚོ་རིག་པ་ས་དེ་འགྲིམ་དྲགས་པ་ཡིན་ནས་སྐུ་པོ་འགྲིམ་དྲགས་དུས་ཆད་འགྲོ་གི་འདུག་ཨཱ་འགྲིམ་དགོས་བསམ་དུས་ཙམ་པ་ཨཱ་ང་རང་ཚོ་ཐབས་ཤེས་འདི་བཏང་རེ་བ་ད་ང་རས་འཚོ་བའི་ནང་ཐབས་ཤེས་འདི་བཏང་གི་ཡོད་ལྷོག་ཤེ་ཤེ་ཞེས་ཆགས་དུས་བརྩམས་པ་ངས་ཏན་ཏན་འདི་ཤིང་གི་རེད་ངས་ཏན་ཏན་འདི་ལྗོན་གི་རེད་ངས་ཏན་ཏན་དྲི་བ་འདི་སྣང་བརྟགས་ཡོག་མ་རེད་བསམ་པའི་སོ་སོས་སོ་སོ་ཡིད་ཆེས་དང་སྤོབས་པ་དེ་ཁྱེད་ཅག་སྦྱང་དུས་སྣང་བརྟགས་ཡོག་མ་རེད་ཁོང་ཚོ། ད་ག་རང་རེད་ཟེར། ད་ག་རང་གི་ག་རེ་ཟེར་ན་ང་ནག་ཚོས་ཡང་ཁྱིམ་བདག་ཁོ་ནག་ཚོས་ང་ར་ཕ་མོ་བྱེད་རེད་བ། ཨ་ཙི་ད་ང་ནི་བུ་གུ་དེ་ག་འདྲས་བྱེད་དགོས་རེད་བ། ད་ངས་ཁ་ནམ་ན་ཤེས་གི་ཡོད་ད་ཁྱོད་ནས་སློབ་གསོ་རེ་ཞིག་ཐེག་མི་འདུག་རྒན་ལགས་ཁྱེད་ནག་ཚོས་སློབ་གསོ་ཞིག་སྐྱོན་རོགས་གནང་ད་དཀོན་མེད་བསམ་འཆར་མེད། འོ་ཚེ་རྒན་ལགས་དེའི་འཕྲལ་ལ་ག་འདྲས་སུ་དངངས་སྐྲག་དང་སེམས་འཚབ་དེ་སྐྱེ་ལ་གསོན་སྨན་ཞིག་གནང་རོགས། ཧྲི་པ། ཨེ་ཟེ།
ད་ལྟར་ད་ནི་ལྡག་གྲོགས་ལ་གསུམ་ནང་བཞིན་ང་ཚོ་ཁྱིམ་བདག་མང་པོ་ཅིག་ད་ཕ་མའི་སྔུན་ནས་སོ་སོའི་སྤུ་གུ་ལ་ཡང་སེམས་ཁྲལ་མེད་པ་ཡོད་མ་རེད། སོ་སོའི་སྤུ་གུ་དེ་བདེ་པོ་སྐྱིད་པོ་ཅིག། བྱུང་ཆོག་ག་མ་བསམ་ཉེས་ཡོག་མ་རེད་ད་འོན་ཀྱང་སྐབས་རེ་ཐབས་ཤེས་ག་ནས་ཏིས་ཏིས་མ་འདང་བ་དེ་རེ་ཡོང་གི་ཡོག་རེད་བ་ད་དཔེ་ཆ་བཞག་ན་ང་ཚོ་ཁྱིམ་བདག་ངོས་ནས་ཞུས་པ་ཡིན་ན་ང་ཚོས་གཅིག་ཁ་ཕར་སློག་རྗེས་སོ་སོའི་སྤུ་བོ་ལ་ཡ་རང་རིག་པ་བྲིམས་ལ་ལྟོས་དང་མི་སུ་སྤུ་གི་འགྲེལ་དུ་ཞབས་འདྲེན་ཞུས་མ་ཡོང་ལ་རེད་བ་དཔེ་བསགས་ཡོང་ང་རིག་པ་བྲིམས་ལ་ཕ་གཅིག་སློབ་གསོ་དགེ་བ་ཡག་དེ་ག་འགས་ཡིན་ཤག་ཤག་ཚིག་རེ་དཔེ་ཆ་བཞག་ང་སེམས་ཁམས་བསླུ་བྲིད་ལས་ཀ་བྱེད་ཉེས་ཅི་རེད་ངའི་རྩ་ལ་ཡ་ཁྱིམ་བདག་དེ་འདྲ་གི་སློབ་མ་འདི་འདྲའི་ཁྲིད་ཕེབས་ཟིན་འདི་གསུང་མཁན་མང་པོ་ཡོད་རེད་ད་ལྟ་ཁོང་གན་ད་གྲོགས་ལ་གསུམ་ནང་བཞིན། རྟག་པར་སློབ་གསོ་རྒྱག་ཡུལ་དེ་ཁྱོད་ནི་ཉལ་ཡ་མི་འདུག་གན་ལགས་ཁུ་སིར་སློབ་གསོ་རྒྱག་རོགས་གྱིས་སློབ་གསོ་རྒྱག་རོགས་གྱིས། ད་འོན་ཀྱང། དམིགས་བསལ་གྱི་དུས་སྐབས་ད་སེམས་ཁམས་ལ་དཀའ་ངལ་བྱུང་བ་ད་དེ་འདྲའི་སྐབས་སུ་ཕར་སློབ་གསོ་རྒྱག་ཡ་དེ་གཙོ་བོ་མ་རེད། ལས་ཟེར་ཁྱིམ་བདག་ཚོའི་ངོས་ནས་རེད་བ། ད་ཁྱིམ་བདག་ཚོས་གཙོ་བོ་ག་རེ་གནང་དགོས་རེད་ཟེར་ན། དང་ལེན་ཟེར་ངེས་དེ་གལ་ཆེན་པོ་ཞེ་བོ་གཅིག་རེད། ད་དང་ལེན་ཟེར་ཡ་དེའི་ནང་ལོགས་ལ་ཡ། བསམ་ཤེས་ཚུལ་ཡོད་རེད། གུ་ཡངས་ཚུལ་ཡོད་རེད། ད་ག་ནང་བཞིན་བྱམས་བརྩེ་ཚུལ་ཡོད་རེད།
འདྲ་རེད།
བྱས་ཙང་དེ་འདྲས་ཡིན་དུས་ཙེ་ནས་འདི་གོ་ཡ་དེ་གལ་ཆེན་པོ་རེད་ང་ཚོས་རང་བཞག་ས་མི་བཞག་མི་བཞག་ས་རང་བཞག་ཅེས་བསམ་སྟངས་མེད་ན་ང་ཚོ་ནུས་ཤུགས་ཡོད་པའི་སྐབས་སུ་གཞན་གཅིག་གི་ཀུན་སློང་ཡག་པོ་ཡིན་ནས་བཤད་པ་ཡིན་ན་སུན་སྣང་སྐྱེ་གི་རེད་ཕན་ཐོག་མ་རེད་དེ་ལས་དངོས་གནས་དང་ལེན་བྱས་བྱས་ད་དང་ལེན་དང་བསམ་ཤེས་དང་གུ་ཡངས་ཟེར་དུས་ཙེ་ནས་སྐད་ཆ་ཉན་ཡག་དེ་ཕ་བཤད་ཡག་ལས་གལ་ཆེན་རེད། བྱས་ཙང་ང་ཚོ་ཁྱིམ་བདག་རྣམ་པ་ཚོའི་ངོས་ནས་སོ་སོའི་སྤུ་གུའི་སེམས་གཏམ་དེ་སེམས་གཏམ་དེ་སེམས་གཏིང་གི་སྐད་ཆ་དེ་ཏིག་ཙམ་ཉན་གནང་བ་ཡིན་ན་ལམ་སང་འདི་ལ་འགྲིག་མ་འགྲིག་གི་གདེང་འཇོག་མ་གནང་བ་བྱས་བྱས་ཉན་གནང་ཡག་དེ་རེད་པ། ཆ་རྐྱེན་གལ་མ་འདོན་པའི་ཐོག་ནས་ཉན། དེས་ན་བློ་ལ་བསམ་ཤེས་ཡོད་པ། གུ་ཡངས་ཡོད་པ། བྱམས་བརྩེ་ཡོད་པ། འོ་འདི་ཁྱིམ་བདག་ཚོའི་ངོས་ནས་བཤད་པའི་ན་ད་མན། རྦད་དེ་དཀར་པོ་གཅིག་ཐུབ་ལྟ་བུ་བྱེད་འོ་འདི་ཆག་རིས་བཟང་པོ་འདུག་ལབ། དཀར་པོ་ཆིག་ཐུབ་ལྟ་བུའི་མེད་ཕྱིར་བ་ལ་ད་ཁྱིམ་བདག་ང་ན་ཚོའི་ཐད་གཏོང་ཁང་ནང་ཡོད་ཀྱི་རེད་ད་ད་དེ། ང་ཚོའི་སེ་ཡུལ་དངོས་ལ་ཁྱིམ་བདག་མི་འདུག་དེ་ལས་ཐད་གཏོང་ཁང་ནང་ཡོད་ཀྱི་རེད་ནམ་ལྷན་རྒྱས་ཀས་ཁྱེར་སོང་ཡོད་ལ་ཅིག་དང་ནི་རེད་བ། བསམ་ཤེས། བྱམས་བརྩེ། དག་རང་རེད་ཤག་ཐད་ཀར་ཞུས་པའི་ན་ང་ར་ཕ་མ་རེད་བ་ངས་སྡུག་བསམ་བཏང་གི་ཡོད་ཧོབ་དེ་བསམ་བཏང་དུས་ང་ཚོ་ཁྱོད་ཚོའི་ལ་ཟ་ར་དེ་འདྲ་མ་གཏང། རེད་བ། ང་ཚོའི་ཀླད་པ་འདི་ཁྱད་མཚར་ཞིབ་ཕྱོགས་རེད་ང་རང་ཚོས་སྐབས་དེ་དུས་ཀྱི་ནོར་འཁྲུལ་དེ་གས་བྱས་རྗེས་མཛེས་སྡུག་ལྡན་པ་དེ་གས་དྲན་གསོས་ཡོང་གི་འདུག་ཨང་ད་ཡིན་ནའི་ལས་ག་འདྲ་བྱེད་འོག་རེད་ཟེར་ན་ལམ་སང་རིག་པ་བསྒྲིམ་རྗེས། ཁ་མེད། ངས་སྔས་མ་ནོར་འཁྲུལ་དེ་ལས་ལྷག་ག་བྱེད་མྱོང་ཡོད་ངས་དགེ་ལགས་ལས་ཁ་ལེན་སློག་མྱོང་ཡོད་སློབ་ཚན་ཐོག་དུས་ཁྲག་དཔེ་ཁུག་ཁེ་བྱས་མར་དོན་འགྲུབ་མྱོང་ཡོད་ངའི་བུ་ལྟ་བུ་མོ་ལས་ཁ་མེད།

ད་རིང་ཡང་ང་ཚོའི་གི་ཡིག་རྒྱུགས་དེ་རེད་བ་གཅིག་རྒྱུགས་གི་ཡིག་ཚུགས་ཡིག་རྒྱུགས་དེ་དོང་ཁ་བ་སུབ་ར་ད་ག་འདྲ་རེ་ཞིག་བཏང་ཡོད་ན་ང་ནི་བེ་སེམས་ཁྲལ་རེ་ཞག་ད་བེ་བསགས་རེ་ཨབ་ཕྲུག་དེ་སྐྱེ་གེ་ག་འདྲ་རེ་ཅིག་བྱས་ཡོད་ན་ད་ང་ཚོ་ནང་ལ་ཕ་མ་ཡི་སྤུ་གུ་གཅིག་དང་གཉིས་ལ་སེམས་ཁྲལ་ད་ག་ར་བ་ཡོད་རེ་དགེ་ལགས་ཁོ་ན་ཚོས་བཞི་བཅུ་ལྔ་བཅུ་གན་ཁེ་གུ་རེ་བྱས་ཙང་སེམས་ཁྲལ་མེད་པ་ག་བ་ཡོད་རེ་དེ་ཐད་ལ་དགེ་ལགས་གེ་ཡང་གསོལ་མེད། ག་བུ་ཆེ་ཐུགས་ཀྱི་ནཱ་རོ། ལེ་ཟེར། ད་མ་གཞི་ང་སེམས་ཁམས་བསླུ་བྲིད་ལས་ཀ་བྱེད་ཉེས་ཞིག་རེད་དེ་དངོས་གནས་དགེ་བའི་བཤེས་གཉེན་རྣམ་པ་ལས་ངས་དེ་འདྲའི་གསོལ་སྨན་ཕུལ་ཡག་གི་གདེང་ཚོད་དེ་ཞུ་མི་འདུག་རྒྱུ་མཚན་ག་རེ་ཟེར་ན་དགེ་ལགས་ཁོ་རང་གང་གི་ལོག་ལེ་ཟེར། དགེ་ལགས་ཁོ་རང་གང་གི་ལོག་ལོག་སུ་སེམས་ཁམས་རིག་པ་ལེ་སྦྱར་གནང་ཡོད་རེད་རེད་བ། དེ་འདྲའི་ཡིན་ཚེ་ཆེད་ལས་འདིའི་ནང་ལོག་ལེ་སེམས་ཁམས་རིག་ཤེས་བྱ་རྒྱ་ཆེན་པོ་ཅིག་ཚུད་བསྡད་ཡོད་རེད། ད་འོན་ཀྱང་ངས་ཅིག་བསམ་ཚུལ་ཆུང་ཆུང་ཅིག་ཞུ་ཡག་ཅིག་གར་དོ་ཟེར་ལབ་ཡིན་ན། ང་རང་ཚོ་དགེན་ལགས་ཚོས་དངོས་གནས་ད་དངོས་གནས་ཁྱིམ་ཚང་སློབ་གསོའི་རྨང་གཞི་དེ་ཡིན་བསླབ་གྲྭའི་སློབ་གསོའི་སྒྲོམ་གཞི་ལ་འགོད།

འདི་འདྲ་ཡིན་འགྲོ་ཟེར་ནས་འདི་གལ་ཆེན་པོ་ཞིག་རེད་ད་འོན་ཀྱང་ཡང་འདིའི་ཞོར་ལ་ཡང་ང་ཚོའི་གཅིག་གྱེན་ལངས་ཚུར་ངོས་ནས་གཅིག་ཡང་ཕྱོགས་གཞན་གྱི་ཐོག་ནས་དཔེར་ན་ཆ་བཞག་ན་སློབ་མའི་འཚོ་བའི་འཇོན་ནུས་ཀྱི་ཐོག་ལ་ཡང་རེད་པ། འཚོ་བའི་འཇོན་ནུས། འཚོ་བའི་འཇོན་ནུས་ཐོག་ལ་ཡང་ང་ཚོས་ད་འཚོ་བ་སྐྱེལ་སྟངས་ཀྱི་བརྗོད་སྣང། ལ་རེད། ད་འཚོ་བའི་འཇོན་ནུས་ཟེར་འགྲོ་དཔེར་ན་ཆ་བཞག་ང་ཚོས། གོས་གོན་དང་ཟས་ཟོས་དང་ཟས་ཟ་དང་འདི་ཚོའི་འཚོ་བ་བརྗོད་ནི་རེད་ད་འོན་ཀྱང་འདི་ཚོ་ལས་གལ་ཆེ་མིག་གིས་མཐོང་ཡ་མེད་མགྱོགས་ལག་པས་ཐད་ཀར་གཟིམ་ཡ་མེད་མགྱོགས་ཀྱི་འཚོ་བ་བརྗོད་ནུས་དཔེ་ཆ་བཞག་ན། མི་དང་མིའི་དཔང་རགས་ཀྱི་བརྡ་སྤྲོད་ལེན་གྱི་ནུས་པ། དག་ནང་བཞིན་སྤྱི་ཚོགས་འབྲེལ་འདྲིས་ཀྱི་ནུས་པ། ལྷག་པར་དུ་སེམས་ཁམས་སྙོམས་སྒྲིག་གི་ནུས་པ། འོ་ད་འདི་ཚོའི་ཐོག་ལ་ཡང་གང་ཐུབ་ཅི་ཐུབ་ཀྱིས་ད་ཅིག་གར་སོགས་རེད་ད། མ། སྣེ་ཁྲིད་གནང་ཡ་ཡི་ནས་རེད་རྒྱབ་སྐྱོར་གནང་ཡ་ཡི་ནས་རེད་འདི་ཚོའི་ཐོག་ལ་ཡང།

གལ་ཆེན་པོ་རེད་ཁོ་ན་ཚོ་ད་ཡིན་ནའི་ལས་རྣམ་དག་ཡོད་མ་རེད་ང་ཚོའི་བུ་དེ་ཚོ་སྲིད་དང་དངོས་གནས་ཡིན་གྲ་ས་མི་འདུག་བ་ཅིག་མིང་གྲགས་ལྡན་པའི་སློབ་གྲ་ཡིན་རིན་ཆོག་ཤ་ཁོ་ན་ཚོ་ཨབ་རི་གཉིས་གསལ་པོ་ནང་ཞིང་གྲོང་རེ་རེ་ཕར་ལྟ་དུས་ནས་ཁོ་ཚོ་ཡར་འཛུལ་དུས་ནས་དེ་ད་པོ་ཁོ་ནོ་ནོ་སློབ་སྦྱོང་བྱེད་མདོག་ཁ་པོ་དེ་འདྲ་འདུག་ང་ཚོའི་ལས་དོན་མི་སྣ་གང་གས་ཟིག་དུའང་བྱེད་ཚང་ནས་ཁྱེད་ན་ཚོ་རྣམ་དག་མི་འདུག་ད་དེ་ནས་ཁྱེད་ན་ཚོའི་སེམས་ནང་ཡིན་ནའི། དེ་ལས་རེ་བ་སོ་སོ་དཔག་ལ་དཔག་ཚོད་ཀྱི་དཀའ་ངལ་དང་དཀའ་ལས་སེམས་ཁྲལ་དེ་འདྲས་ཡོད་རེད་བྱས་ཙང་གཤམ་གྱི་དུས་ཚོད་ནང་ད་རིང་གི་དུས་ཚོད་དེ་བེད་སྤྱད་རྗེས་རྣམ་གླིང་རྒྱལ་ཁའི་བསླབ་གྲྭ་ཚོའི་རེ་བ་ང་ནག་ཚོ་ཆེད་ལས་དགེ་ལགས་ཁོང་ལ་བཀའ་འདྲི་ཞུ་ཡ་ག་རེ་ཡོད་སེམས་ནང་གི་དོགས་གནས་ག་རེ་ཡོད་ཆ་རྐྱང་འཕེལ་རོགས། རེ་བ་ཁོ་ནག་ཚོ་ཆ་རྐྱང་རོགས། ང་ཚོའི་བུ་མོ་ཡིན་ད། བུ་མོ་ཡ། འདི་ཞིག་སྤྲད་རོགས་གནང། བྷ་དུང་ཅིག་སྤྲད་རོགས་གནང། འོ། བུ་མོ།
ཨ་ལས་ངའི་ལོ་སོ་སོ་ངོ་སྤྲོད་ཅིག་བྱེད། རང་ཉིད་སྤོབས་པ་དང་ལྡན་པའི་ངང་ནས་བསླབ་བྱ་སྟོབས་འདི་སྐྱེ་གནང་ལོ་སོ་སོའི་སྐད་ཆ་བཤད་དུས་སོ་སོ་སྤོབས་སེམས་ཆེ་བོར་བལྟ། རང་ཉིད་སྤོབས་པ་དང་ལྡན་པའི་ངང་ནས་ཨ་མས་སོ་སོའི་སེམས་ནང་སེམས་ཁྲལ་དེ་རྒན་ལགས་ལ་བཤད་དང་གཅིག་བྱས་ན་སོ་སོ་ཙམ་མ་ཚད་ཁོ་ཚོ་ཚང་མ་ཁ་ཁ་བསྡད་མི་ཤེས་སེམས་ཁྲལ་ཆགས་ཡོད་ཡ་ཕན་ཐོགས་འགྲོ་ཡོད། རེད། རེད་བ། བ་ཡ། ཡིན་ད། ཁྱེད་རང་རྣམས་དང་སློབ་གྲོགས་རྣམས་པ་ཨང། སྐུ་ངམ་བཟང། ངའི་མིང་ནི་ཉི་མ་དབྱིན་སྐྱིད་ཟེར་གྱི་ཡོད།
མི་མ་དབྱིན་སྐྱིད་ར། ར། ཉི་མ་དབྱིན་སྐྱིད།
ཉི་མ་དབྱིན་སྐྱིད། ཉི་མ་དབྱིན་སྐྱིད་ཀྱི་ཁྲོ་བོ་དེ་ག་རེ་ཡིན་ན་སྐད་ལ་དྲིས་རོགས། ནམ་རྒྱུན་ད་སློབ་སྦྱོང་གི་ཁྲོད་དེ། འབད་བརྩོན་ཞིབ་ཆེ།
ནི། སྦྱངས་འབྲས་མ་ཐོན་དུས་མ། ད་གང་ཟོ་བ། ཡ་ཡེ་མ་བ་བ་བྱེད། མ་ཡེ་མ་བ་བྱེད་དེ་དེ། ནི།

སློབ་མའི་སློབ་སྦྱོང་ཡིན་ནའི་འདྲ་དོ་སྤྱི་ཚོགས་གང་གི་ལས་རིགས་འདྲ་མིན་དེའི་ཐོག་ལ་ཕྱག་ལས་གནང་མྱངས་ལས་རིགས་ཡག་མེད་ན་ཁེ་ལས་གཉེར་མྱངས་སུ་ཡིན་པ་ཡིན་ན་ཡང་ཡག་པོ་ཅིག་བྱུང་ཆོག་ག་བསམ་བསམ་གི་ཐོག་ལ་ཡང་དག་རེ་བ་དེ་ང་ཚོ་གང་གས་རྒྱག་གི་ཡོད་རེད་ད་རག་རེད། ད་འོན་ཀྱང་ཅིག་དངོས་ཡོད་འཚོ་བ་ནང་ལོགས་ལ་ཡང་མང་སླེབས་ཡིན་ན་ཅིག་ལས་ཡག་ག་ཡོད་རེད་འོན་ཀྱང་ཡག་ཤོས་ཟེར་ཅིག་དོན་ངོ་མའི་ཐོག་ལ་ཡོད་མ་རེད་ཟེར་ཅིག་དེ་གསུང་གི་ཡོད་རེད་དེ་རེད།
བྱས་ཙང་དེ་འདྲུ་ཡིན་དུས་ང་ཚོས་རེ་བ་བཟང་ས་ལ་བརྒྱབ་གྲ་སྒྲིག་སྡུག་ས་ནས་བྱེད་ཟེར་དེ་འདྲའི་གཏམ་དཔེ་བྱས་ཡོད་རེད་བྱས་ཙང་དེ་འདྲས་ཡིན་དུས་ཙམ་ནས་གཙོ་གཙོ་དེ་སོ་སོ་རང་ངོས་ནས་ད་ལྟ་ཐུག་ཐུག་ལས་ཁྱེད་རང་གི་གནང་བཞག་ལ་མ་འོངས་པའི་དུས་ཚོད་ནང་ལོགས་ལས་མུ་མཐུད་ནས་སོ་སོའི་སློབ་སྦྱོང་ལ་ཡང་འབད་བརྩོན་གནང་ཡ་དེ་གལ་ཆེན་པོ་རེད་ད་འོན་ཀྱང་ང་ཚོས་སློབ་སྦྱོང་བྱེད་ཡ་འདི་ངས་ད་ལྟ་གོང་ལ་ཞུ་ཡ་མི་ཁྱོན་ཡོངས་ཀྱི་སོ་སོའི་ཅིག་འཚོ་བའི་འཇོན་ནུས་རེད་ར་ད་ག་ནང་བཞིན་སོ་སོའི་ཕུགས་འདུན་དེ་མངོན་འགྱུར་ཡོང་ཡ་གི་དོན་དག་ལས་ཆ་མང་པོ་གཅིག་གི་ཐོག་ནས་དགོངས་པ་བཞེས་བ་རེད། སློབ་སྦྱོང་གི་སྦྱངས་འབྲས་དེ་གཅིག་རེད་རེད་བ་ད་འདི་ཡག་པོ་གོ་རེད་གལ་ཆེན་པོ་རེད། རྨང་གཞི། ད་འོན་ཀྱང།
བས་ཏེ་ཁྱེད་རང་བས་ཏེ་གར་སོགས་རེད་ད། ཕུལ་བྱུང་གི་སྦྱངས་འབྲས་རྐྱང་ཡོང་ཡག་གི་རེ་བ་བྱས་པ་ཡིན་ན། ཡང་འདིའི་དངོས་ཡོད་གནས་ཚུལ་ཐོག་ལ་ཡང་འདི་འདི་ཟེར་དཀའ་ཡག་ཡོང་གི་རེད་བྱས་ཙང། གཙོ་གཙོ་དེ་སོ་སོས་གང་དྲག་ཅིང་དྲག་བྱས་པ་ཡིན་ན། ཨ་ནི་འགྱོད་པ་སྐྱེ་མ་བ་ཞིག་ཏན་ཏན་ཡོང་གི་རེད། མི་སེ། རེད་བ།
ལོ། ད་སོ་སོ་ལས་སྐབས་རེ་དཔེ་འཆང་ད་ལྟ་ཁྱེད་རང་སྦྱངས་འབྲས་ཡག་པོ་ཡོད་པ་ཡིན་ན། རྗེས་མ་དེ་ལས་ཡག་ག་ཏན་ཏན་ཆགས་སྲིད་གི་རེད། ཡང་སྐབས་སྐབས་ལ་ཡང་ཅིག། ཏིས་སི་མ་རྒྱབ་ཤིས་གསུངས་ཏེ་ཏིས་སི་རྒྱབ་སྲིད་ཀྱི་རེད། དེ་ག་རེ་ཡིན་ནས་སྲིད་པ་རེད་རེད་པ། བྱས་ཙང་གཉིས་ཆང་ལོག་དང་ལེན་གནང་ཡ་དེ་གལ་ཆེན་པོ་རེད། ཡ་ག་དེ་ང་ཚོ་གང་གས་དང་ལེན་བྱེད་ཐུབ་རེད་རེད་པ། ཡང་ཏིས་སི་ཕམ་ཉེས་བྱུང་དུས་ཟེར་ནས། དེ་ཡང་དང་ལེན་བྱུང་ཡ་ང་མི་ཕལ་པ་ཞིག་རེད་པ། འོན་ཀྱང་དེ་སྡུག་ས་དེ་ག་མ་རེད་ཡང་དེ་ཡང་ཏན་ཏན་ཡང་གོ་རྒྱུ་བ་འགྲོ་གི་རེད། ཡ་ག་སྡུག་གི་ལ་རྒྱུ་གི་ཡོད་ལ་སྡུག་གི་ཡ་ག་ལས་ཏན་ཏན་རྒྱུ་གི་རེད། རྒྱུ་བ་འགྲོ་ཡ་དེ་ང་ཚོའི་འཇིག་རྟེན་གྱི་ཆོས་ཉིད་རེད། བྱས་ཙང་ངས་སེམས་པ་ཁྱེད་རང་སྣང་དག་ཡོང་གི་མ་རེད་བསམ་གི། མུ་མཐུད་འབད་བརྩོན་གནང་རོགས་གནང། ལེ་སའི་མི་མང་ཡང་གི་ལ་ཁྱེད་སོ་བའི། དུ་བྱས་ན། འགྱུ་བ་འགྲོ་ཡ་དེ་འཇིག་རྟེན་གྱི་ཆུ་གཉིས་རི་རི་བ། བྱས་ཙང་ཡིན་ན་མི་མང་ཡང་གི་ལ་དེར་བཞག་ད་ད་འདི་གེ་ལ་གས་འདུག་གསུངས་དང་ཁྱེད་རང་གས་འདུག་ཁྲོ་བོ་དེ་དོན་དུ་ང་རའི་ཉམས་མྱོང་ངོས་ནས་ཞུས་རི་བ། ང་རའི་ཉམས་མྱོང་ངོས་ནས་ཞུས་མིན་ན་ཁྱེད་རང་གི་ཐབས་ཤེས་དེ་ཏིག་ཅི་འདང་གི་མེད་མོད་འགྲོ་རིག་པ་འགྲིམ་དྲགས་ནས་ཡོང་གི་འོ་མ་རེད་སྐུད་པ་འགྲིམ་དྲགས་དུས་ཆད་འགྲོ་གི་འདུག་བྱས་ཙང་ཡིན་ན་སྐབས་རེ་ཁྱེད་རང་གི་སྙོམས་སྒྲིག་བྱས་ཡ་དེ་ག་རེ་ཟེར་ན་གཞས་ལ་དགའ་པོ་ཡོད་ན་གཞས་ཞབས་རོ་དཀར་པོ་ཡིན་ན་ཞབས་རོ་དཀར་མོ་ལྔ་ཚེ་དཀར་མོ་བཅུ་ཚེ་བེད་སྤྱོད་བཏང་རྗེས་སོ་སོའི་གབ་དེ་བྱས་རྗེས་དེ་ནས་སོ་སོའི་སློབ་དེབ་ནང་ལོ་ཚུགས་ཡུལ་འཛུལ་བས་ཡིན། ཡང་ཐབས་ཤེས་སྣ་མའི་སྣ་ཚོགས་རེ་སྐབས་རེ་ཡིན་ཅིམ་ཅིག་སློབ་དེབ་ཁྱི་གོང་མ་རིར་དེ་ལས་ཁྱེད་རང། ནམ་བཞག་རྒྱུན་དུ་རེ་བ་ཅིག་དེ་རིང་ཉིན་མོ་འདིའི་གི་སློབ་སྦྱོང་བྱེད་པའི་བརྒྱུད་རིམ་ནང་ལ་སྒོ་ངན་གོས་གང་བཞག་རྗེས་དགེ་ལགས་ཀྱི་དེ་རིང་ག་རེ་ག་རེ་དེ་ཨོ་ཏག་ཏག་འདིའི་རྩ་དེ་གསལ་པོ་མེད་ན་ཞོ་ཁའི་རྟགས་ཚེ་བྱས་པས་ཡིན་ལས་འདི་ཕན་ཐོག་ཆེས་ཐོན་གི་ད་ང་རས་ཉམས་མྱོང་ཙམ་ཞུས་པ་ཡིན་ཕན་ཐོགས་རོགས་བྱས་ན་བསམ་བྱུང་རེད་བ་ལ། ད་ག་ནང་བཞིན་གྱི་ང་ནག་ཚོའི་སླབ་གྲགས་སུ་ཡོད་ན་ཁོ་ནག་ཚོ་ཆག་ཡག་ཀྱང་རོགས་ནག་འོག་བུ་ཡིན་ད་ང་ཚོའི་བུ་འོག་བུ་ཨ་ལས་རང་ཉིད་ངོ་སྤྲོད་སྤོབས་པ་དང་ལྡན་པའི་ང་ནས་གསུང་མཆིད་བྱས་རེད་བ། ཨ་འདི་ནས་སོ་སོའི་སེམས་གནས་དེ་དགེ་ལགས་ལ་ཡག་ཞུས་ཨ། དགེ་ལགས་དང་གླེང་བྱ་རྣམས་པ་ཁང་བཟང་ང་ནས་འཛིང་གྲྭ་བཞི་པའི་བཀྲ་ཤིས་རྒྱ་མཚོ་ཡིན།

ན་ཆེན་ཡང་རེད་ཤག། ལེ་ཟེ། ལེ་ཟེ། ཀྲེ་ཤ་ཟུ་ལ་ཕྱོགས་གཅིག་ནས་ངས་ཁྱེད་རང་གི་ད་ཅིག་སེམས་ནད་དེ་ངས་བསམ་ཤེས་ཐུག་འདུག་རོ་ཨང་ཟུ་སུ་ཡི་ནད་ལས་ཅིག་སུ་སུའི་ལུང་པ་སུ་སུའི་ཁྱིམ་ཚང་དང་ཁ་བྲལ་ན་ཨ་ནི་དུས་ཚོད་ག་ལ་གང་ཙམ་ཕྱིན་ན་སུ་སུའི་ཅིག་ཕ་མ་སྤུན་རྒྱ་རེ་ཁྱིམ་ཚང་དྲན་བྱས་སེམས་སྡུག་ཡོང་འདིས་རྐྱེན་པས་ཨ་ནི་སློབ་སྦྱོང་གང་བློ་གཟིགས་འགྲིམས་བྱེད་མི་འདུག་ཡ་གནས་ཚུལ་དེ་འདྲས་ཡོང་གི་ཡོད་རེད་རེད་བ། ད་འོན་ཀྱང་ཡང་ང་ཚོས་ཅིག་ལྟ་ཅིག་བསམ་བློ་དང་ང་རང་ཚོ་མི་ཟེར་ཉེས་དེ་ཡག་ཤོས། སེམས་ཟེར་ཉེས་དེ་དང་སེམས་ཚོར་ཟེར་ཉེས་དེ་ཏིག་ཚིག་ཁ་ཁ་རེད་རེད་བ། བྱས་ཙང། སེམས་ཀྱི་རིག་པ་བསྒྲིམས་ན་སེམས་ཚོར་དེ་ཚོ་ལས་སྟངས་འཛིན་ཏིག་ཟེར་ཐུག་གི་ཡོད་རེད་རེད་བ། བྱས་ཙང་དེ་འདྲས་ཡིན་དུས་ཙམ་ནས་ངས་ད་གིན་གོང་ལ་ཡང་ངོ་སྤྲོད་ཞུ་དུས་ཙམ་པ་ཅིག་ང་ཚོའི་འཚོ་བའི་འཇོན་ནུས་ནོར་ལོག་ནས་ཅིག། འབྲེལ་འདྲིས་ཀྱི་ནུས་པ་ཟེར་བྱོན་མ་རེད། འོ་འདི་དང་ཏིས་སུ་འབྲེལ་བ་ཡོད་རེད་ད། ཕྱོགས་གཅིག་ནས་ཁྱེད་རང་གར་སོང་རེད་ད། ཁོར་ཡུག་གསར་པ་ཞིག་ནང་སླེབས་རེད་བ། དེ་འདྲ་ཡིན་དུས་ཟེར་ན་ཨ་འདི་ནང་ཅིག་འབྲི་མ་ཐུབ་པའི་དཀའ་ངལ་ཏིས་སུ་ཡོད་ཀྱི་རེད་དེའི་རྐྱེན་པས་ཨ་ནི་བག་ནང་དྲན་བག་མ་དྲན་རེད་བ། བྱས་ཙང་འདི་ཡིན་དུས་ཟེར་ན་ཁྱེད་རང་གིས་ཡང་ཅིག་སོ་སོའི་འདུ་ཤེས་འཛིན་སྟངས་ནང་ལོགས་ལ་ཡང་ག་རེ་མཁྱེན་དགོས་ཀྱི་རེད་ཟེར་ན། ང་ཚོ་མི་སེར་ཉེ་དེ་སྤྱི་ཚོགས་འདི་གང་སླེབས་པའི་ཞུ་བོ། ཁོར་ཡུག་སོ་སོ་ལྟ་ཅིག་དལ་པོ་སྐྱིད་པོ་ཡོད་སའི་བྲིས་བདེན་ཀྱོག་ཁོར་ཡུག་འདི་ནང་ལོག་ལ་ཡང་ནམ་ཡང་བསྡད་ཡོད་མ་རེད་རོ། རྒྱུན་མཐུད་ནས་ཁོར་ཡུག་གསར་པ་འཇལ་བ་རེད་རོ། ང་ཚོ་གཅིག་སློབ་འབྲིང་ནས་ཐུག་རིགས་སློབ་འབྲིང་དེ་ནས་བསླབ་གྲྭ་ཆེན་མོ་དེ་ནས་སྤྱི་ཚོགས་ཁང་ཨ་ནི་ལས་གནས་འདི་ཕ་གའི་སེར་བྱེས་རྒྱུག་དགོས་རིགས་མི་ཡི་ནས་ལས་འདྲ་མི་འདྲ་མང་པོ་ཅིག་ད་ལྟ་འབྲིང་འབྲིང་བྱེད་དགོས་ཡ་ཆེ་གི་ཡོད་རེད་བྱས་ཙང་དངོས་ཡོད་འཚོ་བའི་ནང་ལོག་ལ་ཡང་ང་ཚོས་གཅིག་གནས་གཅིག་ལ་བསྡད་ན་ཡོང་གི་མེད་པས་སོང་ཙང། སྤྱི་ཚོགས་འབྲེལ་འདྲིས་ཀྱི་ནུས་པ་ཟེར་ངེས་འཚོ་བའི་འཇོན་ནུས་ནང་ལོག་ཞིབ་ཅིག་གལ་ཆེན་པོ་རེད། ཨ་ནི་ཁྱེད་རང་གི་དཀའ་ངལ་འདི་ངལ་སེམས་པ་གནས་སྐབས་ཀྱི་དཀའ་ངལ་ཞིག་རེད་རེད་བ། ཁྱེད་རང་འདིའི་ནང་ལོ་དེའི་བསླབ་བྱ་དེའི་ཕལ་ཆེར་ཨ་ནི། ཟླ་བ་གཅིག་ཟླ་བ་གཉིས་རིམ་པས་རིམ་པས་ཁྱེད་རང་ལ་ཡ་གྱལ་ཡོན་ལ་ཡ་སོ་སོའི་འཚོ་བ་འཇུ་ནུས་ཡ་གྱལ་བཏང་ན། གྲོགས་པོ་གྲོགས་མོ་མང་པོ་རག་གི་རེད་ཨ་ནི་རྒན་ལགས་ཚོ་དེ་མུ་མཐུད་ནས་ཅིག་འབྲེལ་བ་ཟབ་པོ་འགྲོ་གི་རེད་ཨ་ནི་ཁྱེད་རང་ལ་ཡ་ཅིག་སྤྲོ་སྣང་ཟབ་པ་ཏན་ཏན་རྙེད་གི་རེད་རེད་བ། དེ་འདྲས་ཡིན་དུས་ཙམ་ནས་ཁྱེད་རང་གིས་ད། དཀའ་ངལ་དེའི་དཔེར་ན་ཆ་ཤན་དེང་སང་གི་གནམ་གཤིས་ལྟ་བུ་དེའི་ཚེ་གནམ་ཐིབས་བརྒྱ་ཡར་དུ་མང་པོར་བྱུང་འདུག་ད་ཡིན་ནའི་ལེ་བལ་དེ་དུས་སུ་དེ་ཡུལ་མར་གནམ་དེའི་བར་ཐང་དྲུག་རེད་འགྱུར་བ་ཡོང་གི་རེད་ཟེར་བ་ལ།
ར་སྤྲོ་སྣང་གི་ཅིག་འོད་ཟེར་ཉི་མ་ཏན་ཏན་ཞིག་རེད་བསམ་གི་འདུག་བྱས་ཙང་ཁྱེད་རང་མུ་མཐུད་ནས་འདི་གི་གར་སོགས་རེ་ཁྱེད་རང་འབད་བརྩོན་གནང་དགོས་ཡ་དུས་སུ་གནང་རོགས་གནང་ཏན་ཏན་དཀའ་ངལ་དེ་ལས་རྣམ་པ་རྒྱལ་ཐུབ་ཀི་རེད་བསམ་ཞུ་ཡ་ཡིན་དོ་ཆེ་ན། ཁྱེད་རང་དང་ང་སློབ་ཆེན་ལ་བསྡད་དུས་ཀྱི་རྣམ་པ་དེ་ཆ་རེ་བྱ་ངས་ནང་དྲན་བྱེད་ངོ་མྱོང་ཡོད། ད་ཡིན་ནའི་ལས་ནང་དྲན་ས་དེ་ང་རང་ཚོ་དབྱེ་ཞིབ་ཅིག་བྱེད་ཨ་གནད་དོན་དེ་རང་གི་ནང་དེ་ན་སྤོ་ལགས་དྲན་གི་འདུག་ཨེ་མོ་ལགས་དྲན་གི་འདུག་ཨེ་ཡང་ན་ཨ་མ་ལགས་དྲན་གི་འདུག་ཨེ་ཡང་ན་པཱ་ལགས་དྲན་གི་འདུག་ཨེ་ཡང་ན་ཨ་ཞང་ལགས་དྲན་གི་འདུག་ཨེ་སོ་སོ་རྩེ་ཤོད་ཀྱི་མི་དེ་དྲན་པ་ཏན་ཏན་རེད་བྱས་ཙང་རང་གི་རྩེ་ཤོད་ཀྱི་མི་དེ་ལ་སོ་སོའི་གི་གྲུབ་འབྲས་ཡག་པོ་དེ་ཕྱག་རྟགས་ཕུལ་ཡ་དེ་རང་གི་སློབ་སྦྱོང་གི་སྟོབས་ཤུགས་གང་ཁེལ་ཤོག་ཨ། ངས་ངས་མ་འདུག་ཟེར་བྱས་བས་ཡིན་ཁྱེད་རང་ལ་ཕན་ཐོགས་རོགས་བྱས་ན་བསམ་བྱུང། ད་ག་ནང་བཞིན་ང་ཚོ་གཤམ་ལ་སློབ་གྲོགས་སོ་ཡ་བྱོ་ཡོད་ན་ཁོ་ཚོ་སེམས་ནང་ལོག་གི་བྱོ་དངུལ་འདྲེ་གྲང་འདྲེ་རྣམས་འཕེལ་ཤོག་ཨ་ད་རིས་འདི་ང་ཚོ་དུས་ཚོད་འཕྲོ་བརླག་མེད་པ་ཆེ་ལེ་སེ་བུ་ཡིན་ད་ཨ་ངས་ལ་སོ་སོ་རང་ཉིད་ངོ་སྤྲོད་བྱེད་དེ་ནས་བྱོ་དེ་ཡིན་ན་ང་ཚོས་ཆེ་ལེ་གེ་ལ་ལ་ཞུ་རོགས་གནང།

གོ་བྱེད་བསྡད་ཡོད་པ་ལ་ཨ་ནི་དེ་འདྲས་སོང་ཙང་ཨ་ནི་སློབ་སྦྱོང་གི་ཐད་ལ་དེ་འདྲས་ཀྱི་རྐྱེན་པས་སློབ་སྦྱོང་གི་སྦྱངས་འབྲས་ཐད་ལ་ཡག་ཅིག་ད་ཡག་པོ་མེད་པ་ཨ་ནི་ཡང་སོ་སོས་ཀྱི་དེ་འདྲས་རྐྱེན་པས་ལས་ཀ་དེ་མ་བྱས་སོང་ན་ཡང་སོ་སོ་ཀྱི་ད་གར་སོང་རེད། ཏག་ཏག་མ་བསྡད་པ་ཅིག་ཏག་ཏག་མ་བསྡད་པ་ཅིག་ད་སོ་སོས་འོས་འགན་དེ་ཡག་པོ་ཅིག་སྒྲུབ་མ་ཐུབ་པས་སོ་རེད་བྱས། ཨ་ནི་དེའི་ཐད་ལ་ཡང་སོ་སོ་ཡང་གནོན་ཤུགས་ཡང

རྒྱུ་མཚན་ག་རེས་ཞུས་པས་ན་ཁྱེད་རང་གི་འཛིན་སྤུན་གྱི་ཐུགས་འགན་དེ་བཞེས་རྗེས་ཁྱེད་རང་ལས་ཅིག་དོ་དམ་གྱི་ཕྱག་ལས་གནང་དགོས་ཡ་གོང་རིམ་གྱི་དབུ་ཁྲིད་རེད་རྒན་ལགས་རྣམ་པ་རེད་ཨ་ནི་ཡང་བཟོ་ས་བཟོ་ས་འདྲ་བ་སློབ་མ་དང་མང་པོ་ཅིག་ལ་ཕར་ཚུར་འབྲེལ་འདྲིས་བསྟུན་མཁས་དེ་འདྲས་མང་པོ་གནང་དགོས་པ་རེད་དེ་འདྲས་ཀྱི་དོ་དམ་གྱི་ལས་ཀ་དེ་མི་གང་གས་ཡོང་ཡག་ཅིག་མ་རེད་འདི་བྱེད་པ་ལ་ཡང་འཚོ་བའི་འཇོན་ནུས་རེ་བ། ནུས་པ།